བོད་དུ་བྱོན་པའི་ཚེས་ཉི་ཤུ་ཚེས་ལྔ་ཉིན་དགེ་ལུགས་པའི་གྲུབ་མཐའི་སྲོལ་གཏོད་མཛད་མཁན་རྗེ་བཙོན་ཁང་པ་ཆེན་པོ་བློ་བཟང་གྲགས་པ་མཆོག་དགོངས་པ་ཆོས་དབྱིངས་སུ་ཐིམ་པའམ་སྐུ་གཤེགས་པའི་རྗེས་དྲན་གྱི་དུས་དྲན་ཞིག་ཡིན། དེ་ཡང་རྗེ་བཙོན་ཁང་པ་ཆེན་པོ་ནི་ཕྱི་ལོ་ཆིག་སྟོང་སུམ་བརྒྱ་ལྔ་བཅུ་ང་བདུན་ལོར་མདོ་སྨད་ཙོང་ཁའི་ཡུལ་དུ་སྐུ་འཁྲུངས་ཤིང། དགུང་གྲངས་གསུམ་དང་བདུན་སོ་སོར་རིམ་བཞིན་དགེ་བསྙེན་དང་དགེ་ཚུལ་གྱི་སྡོམ་པ་བཞེས། དེ་ནས་དགུང་གྲངས་བཅུ་བདུན་ལ་གསོན་ཕྱིར་དབུས་སུ་ཕེབས་ཏེ། ས་སྐྱའི་བླ་མ་རྗེ་བཙུན་རེ་དོ་བ་གཞོན་ནུ་བློ་གྲོས་སོགས་སློབ་དཔོན་དུ་བསྟེན་ནས་མདོ་སྔགས་རིག་གནས་དང་བཅས་ལ་ལེགས་པར་སྦྱངས། ཁོང་ལོ་ཉི་ཤི་བར་དགེ་སློང་གི་སྡོམ་པ་བཞེས་པ་དང། ཁོང་གྲངས་སུམ་དྲུག་ལོར་སྐྱོར་མོ་ལུང་ནས་འོལ་ཁར་ཕེབས་ཏེ་སྒྲུབ་པ་གཙོ་བོར་མཛད། དེ་ནས་མདོ་རྒྱུད་བསྟན་བཅོས་ཀྱི་དོན་རྣམས་འཆད་པ་དང། རྩོད་པ། རྩོམ་པ་བཅས་ཀྱི་མཁས་པའི་བྱེ་བ་རྣམ་གསུམ་གྱི་འཕྲིན་ལས་བསྐྱངས་པས་གངས་ཅན་མཁས་གྲུབ་ཀུན་གྱི་གཙུག་ཏུ་བཀུར། དགུང་ལོ་སོ་བདུན་ལ་འོལ་ཁའི་འཛིན་ཆའི་བྱམས་པ་ཞིག་གཙོ་དང། དགུང་ལོ་སོ་དགུར་མིག་གི་ལུང་རར་ཆོས་འཁོར་བསྐོར། དགུང་ལོ་བཞི་བརྒྱད་ལ་སྔགས་རིམ་ཆེན་མོ་བརྩམས། དགུང་ལོ་ང་གཅིག་ལ་རྒྱ་ནག་གོང་མ་ཡོངས་ལུས་འཇའ་ས་གསེར་ཡིག་དང་ཕྱག་རྟགས་ཕུལ་ཏེ། ལན་གསུམ་བར་དུ་གདན་འདྲེན་ཞུས་ཀྱང་མ་ཕེབས། དགུང་ལོ་ང་གཉིས་ལ་ཕེབས་སྐབས་ལྷ་སའི་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྲོལ་གསར་དུ་བཙུགས་པ་དང། དགུང་ལོ་ང་གསུམ་ལ་དགའ་ལྡན་དགོངས་པ་ཕྱག་བཏབ། གོང་ལོ་ང་དགུ་རུ་དགའ་ལྡན་དུ་སྟག་རྩེའི་སྒྲུབ་མཆོད་སྤེལ་བ་བཅས་ཀྱི་མཛད་པ་རྒྱ་ཆེར་བསྐྱངས་ཏེ་ཕྱི་ལོ་གཅིག་སྟོང་བཞི་བརྒྱ་བཅུ་དགུ་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩེ་ལྔ་ཉིན་སྐུ་བཞི་བར་གཤེགས། དེའི་ཉིན་རྗེ་ཁོང་ཉིད་ཀྱིས་རྗེས་འཇུག་སློབ་མ་དང། དད་ལྡན་སྦྱིན་བདག་ཚོས་མཆོད་འབུལ་བྱས། དེ་བཞིན་མང་ཚོགས་ཀྱི་ཁྲོད་དུ་དགའ་ལྡན་ངམ་ཆུའི་ཐོ་བའི་རྩེ་ལ་ཡོད། ཐུག་པ་བར་དུ་ཁོང་མའི་སྟེང་ལ་ཡོད། ཅེས་ཡོངས་གྲགས་སུ་བརྗོད་སྲོལ་ཡོད་པ་ལྟར།

རྗེ་ཙོང་ཁ་པ་ཆེན་པོ་དགུང་ལོ་དྲུག་ཅུ་རེ་གཉིས་ལ་ཕེབས་པའི་སྐབས་ལ་ནི་དགོངས་པ་རྫོགས་པ་རེད་དེ་ཡང་ནི་གཅིག་སྟོང་བཞི་བརྒྱ་བཅུ་དགུ་ལོའི་བསྟུན་ཁའི་དུས་ཚོད་ལ་རྗེ་ཙོང་ཁ་པ་ཆེན་པོ་མཆོག་ད་ཐོག་མར་ཏུན་ལུང་བཅས་དེ་ནས་འབྲས་སྤུངས་ལ་ཕེབས་དེ་ནས་ལྷ་སར་ཕེབས་སེ་ར་ལ་ཕེབས་དུ་མཚོ་ལ་ཡང་ནི་མང་ཚོགས་ཚོ་ལ་ཡང་གསུང་ཆོས་གནང་ཡ་ལ་སོགས་པ་མཛད་པ་ཁྲི་ལས་ཀྱང་ནི་ཐ་མ་རྗེ་རིན་པོ་ཆེ་རང་ཉིད་ཀྱི་ཕྱག་བཏབ་པའི་དགྲ་བོ་རི་བོ་ཆེ